ཨན་ཀྲེ་ཤི་ལེ་བོ། དེ་སྔ་བོད་ནས་གང་ལྟར་བོད་སྐད་སྙན་གྲགས་ཡོད་པའི་དགོན་པ་ཆགས་བསྡད་ཡོད་རེད། པའི་སློབ་གཉེར་དེ་ཚོའི་གྲས་ཡག་པོ་ཤར་ཡོད་པའི་སྐད་ཆ་རེད། ད་ཡང་ཀྲེ་ཤི་ལྷོན་པོ་བཀྲ་ལ་ཤེས། དབོན་བཀྲ་དགོན་པ་སྐྱེས་མ་ག་སོ་བླ་མ་བཟང་བྱས་ནས། ཀྲེ་ཤི་ལྷོན་པོ་བྲག་རྒྱལ་པོ་བྱས་རེད་ཡོད་རེད་དེ་ཡིན་ནའི། ཅིག་གི་གཏམ་ངག། ཀའི་བྷི་གའི་ཉིང་སྐུ་རུ་བསྡུ། ཛིའི་ཆུ་ངད་དེ་ཨེ་ནི་རྒྱ་གར་བན་ས་བ་རེད་བཤད་ནི་དེ་འདྲ་གསུང་ཡག་འདུག་ག་ད་ད་ག་རང་ཚོ་ད་དུས་ཚོད་འགྱུར་བ་ཞེ་བོ་ཅིག་ཕྱིན་བྱས་ཨེ་འདི་རེད་དེ་ད་བྱས་ལ་ཡག་བཀྲ་ཤིས་ལྷུན་པོའི་ཨ་ད

ཨན་ང་དེ། དགེ་འདུན་གྲུབ་པའི་སྐྱེལ་འདྲེན་ལ་ཡོད་བསྡད་པ་ཞིག་བྱས་བྱས། ཨན་ད་རེས་དགེ་འདུན་གྲུབ་པའི་ཕྱག་བཏབ་བཞག་པས། བཀྲ་ཤིས་ལྷུན་པོ་བྱེད་ཀྱི་དགོན་པ་དེ་ལ་ཡང་དེར་འདུག་སེ་སླེབས་པ་དེ། དགའ་པོ་ཞེ་བོ་བྱུང། ཨན། ད་ངས། ས་ཆ་ག་པར་སླེབས་པ་ཡིན་ནའི་བཤད་བསྡད་ཀྱི་ཡོད། བའི་དགོན་པ་ཚོ་སྔོན་ལ་དྲ་གནས་ཀྱི། པའི་བཤད་སྒྲུབ། ཆོས་སྤྱོད་སློབ་གཉེར་འདི་གྱི་འདི། པའི་དང་དོད་རྣམས་སྐོར་དག་གལ་ཆེན་པོ་ཞིག་རྩིས་བྱས་བཤད་བསྡད་ཀྱི་ཡོད། ད་ག་བཀྲ་ཤིས་ལྷུན་པོའི་དགོན་པ་ཆགས་བཞག་ནས་དགོན་པ་ཆེན་པོ་སྐད་ཡོག་མ་རེད་དེ་ཡིན་ནའི་ད་ཅིག་ཅིག་གི་བསླབ་པ་གསུམ་གྱི་ཉམས་ལེན་སྡེ་སྣོད་གསུམ་གྱི་འཆད་ཉན་དེ་ཚོའི་ཐད་དེ་ལྷོད་ཡངས་མ་སོང་བ་ཅིག་གནང་ཡག་དེ་གལ་ཆེན་པོ་རེད་ཤག། ཨ་ནེ། ངས་དེའི་གཡས་གཡོན་བར་སོ་ཕྱེད་པའི་ཁ་ཐུག་ལ་མི་དགོན་པ་གཅིག་གི་བླ་བ་གསུམ་གྱི་ཉམས་ལེན་དང། གཅིག་གི་གཞུང་སྡེ་སྣོད་གསུམ་གྱི་འཆད་ཉན་རུ་བ་དེ་ཚོའི་གྲས་ཡོད་པ་དེ་ཚོའི་གྲས་མཐོང་ཡོང་དུས་དངོས་གནས་རང་ཉིད་ཀྱི་སེམས་ཀྱི་གཏིང་ནས་དགའ་སྤྲོ་སྐྱེ་བར་བྱུང་གི། ཤིང་ལ་ཕྱི་ལོག་ལ་བུ་གའི་སྒྲ་ཆག་སྒོར་ཅིག་མ་གཏོགས་ཡང་ཅིག་དེ་གར་བརྩེགས། ཅེས་པའི་སློབ་གཉེར་ཅན་ནི་ཞི་དྲག་རྟགས་ཡག་མེད་པའི་བཟོར་བྱས་པ་ཡིན་ན་ཀོ་སེམས་སྐྱོ་བོ་ཅིག་རེད། ད་རི་ཁེ་སེ་དུས་ཚོད་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་འདི་འཛམ་བུ་གླིང་འདི་ག་ལ་ཡག། སྤྱིར་བཏང་མི་ནང་པ་མའི་ངན་གྱི་ལུགས་འགོ་ཚུགས་གནང་ནས་སངས་རྒྱས་པའི་ཆོས་ལ་ཡང་དོ་སྣང་རུ་བྱས་ཡོང་གི་ཡོད་རེད། འོན་ཏེ་ལྷག་པར་དུ་ཡང་ནང་པ་སངས་རྒྱས་པའི་ཆོས་ཀྱི་འགྲོ་སྟངས་འདི་སེམས་ཁམས་རིག་པའི་འགྲོ་སྟངས་ཅིག་ཤུགས་ཆེན་པོ་འཇོག་རེས་དེ་འདྲའི་ཡིན་དུས་དེའི་ཚན་རིག་པས་དོ་སྣང་བྱེད་ཅིག་ཆགས་བསྡད་ཀྱི་འདུག་ག། བྱ་ས་འགའ་དེ་འདྲའི་ཡིན་དུས་ང་རང་ཚོ་ཨེ་ནི། སྟོན་པ་བཀའ་དྲིན་ཅན་ནས་བཟུང་བ་ཞིག་གིས་དུས་ད་ལྟ་བར་དུ་ལོ་སྟོང་ཕྲག་བརྒལ་བའི་རིང་ལ་ཡང་ནག་པོ་སངས་རྒྱས་པའི་ཆོས་འདི་ང་ཚོ་རང་དོན་རང་གཅེས་བྱས་ནས་པའི་རྟགས་སྐུ་བསྐྱབས་བྱས་འདུག་ཚོད་རེད། དེ་ཡིན། དངོས་གནས་དྲང་གནས་ཀྱི་སྟོན་པའི་ཞབས་འདེགས་རེད་ལ། ངས་མ་ལུས་ཅི་ཞིག་ངས་དེ་མ་ཞིག་ཞུ་མྱོང་ཁྱེད་རང་ཚོ་དེ་མི་དགེ། ཁ་ས་དེ་མི་དགེ་ཡང་འདྲ་གཙུག་ལག་སླབ་གྲྭ་རུ་ཅིག་གེ་བར་པ། ཨོ་བདེ་ཡ། ང་ཚོ་འཛོམས་བྱས། སྨོན་ལམ་རྒྱབ་བསྡད་པ་ཞིག་ཁ་ཐུག་ལ། ཡི་གེ་དབུས་དེ་སྟོན་པ་བཅོམ་ལྡན་འདས་འདུག། བཅོམ་ལྡན་འདས་ཀྱིས། ང་གཟིགས་བྱས། ང་ཡར་ཤུགས་ཞེས་གསུང་གི་འདུག། ཨེ་ངས་ཡར་ཕྱིན། ཨེ་བཅོམ་ལྡན་འདས་ཀྱིས། སྐུའི་ཁྲིད་དེ་སྡོད་བྱས་ནས། སོང་བ་ཞིག། གི་རྨི་ལམ་ཡར་གསལ་བོ་ཞིག་ད་རྨི་ལམ་རེད་ཅེས་ཉམས་སྣང་རོ་དེ་རེད་གསལ་བོ་ཞེ་བོ་ཞིག་བྱུང། ཆུ་ཚགས་འགའ་རེའི་ཡང་སེམས་ནང་ལ་སྤོབས་པར་ཞིག་རྙེད་ནས་ད་རི་གེ་སའི་དུས་ཚོད་སྙིགས་མ་བསྟན་པ་ལས་ཡར་ཕྱི་ནང་གི་གཅིག་གི་ད་འགལ་གྱི་རོ། ཡིན་ན་ཡང་ཁྱེད་ཀྱི་བསྟན་པ་ལ་ཁྱད་གསོད་ཀྱི་སོ་རབ་དེ་འདྲ་ཡོང་དུས་ད་བཅོམ་ལྡན་འདས་ཀྱི་ཐུགས་དགྱེས་པོ་གནང་གི་འདུག་ག་བསམ་པ་གཅིག་གིས་ང་རའི་སེམས་ལ་ཡང་སྤྲོ་བ་སྐྱེ་ཡག་རོ་གཅིག་དང་སྤོབས་པ་སྐྱེ་ཡག་རོ་གཅིག་བྱུང། ཨེ་ཡང་དེ་རིང་དེ་དེ་མིན་གཙུག་ལག་ཁང་དེ་ཡག་པོ་བྱེད་ཀྱི་འདུག་ལ་ད་ཅིག་དེ་དགེ་འདུན་པ་ཚོ་དེ་གཙོ་བོ་དགེ་འདུན་པ་ཚོས་དེ་འཛོམས་བྱས། བསླབ་པ་གསུམ་གྱི་ཉམས་ལེན་དང། སྡེ་སྣོད་གསུམ་གྱི་འཆད་ཉན་དེ་ཚོ་བྲལ་ཏེ། ཅི་ག་ཚད་ཐུབ་ཐུབ་ཀྱིས་དེ་ང་ཚོ་ལག་ལེན་བཀལ་ཏེ་གལ་ཆེན་པོ་རེ་བཞག། ཨེ་ནི། གཅིག་གི་འབྲེལ་བ་ཡོད་བསྡད་པས། ཞེས་མགོན་བཀའ་སྩོལ། ད་ག་ན་བཞིན་གྱི་བསླབ་པ་གསུམ་གྱི་ཉམས་ལེན་དང། སྡེ་སྣོད་གསུམ་གྱི་འཆད་ཉན་དེ་ཚོས་བྲལ་ཏེ། ཨེ་ནི། དོ་སྣང་བྱེད། དུས་ཚོད་སྙིགས་མ་རེད། ལྷག་པར་དུ་ཡང་ད་རིས་སྐྱེ་སའི་དུས་ཚོད་ལ་ཡང། ནང་པའི་ཆོས་ལ་དོ་སྣང་གསར་བ་ཅིག་བྱེད་བསྡད་ཀྱི་འདུག་ག། ནུབ་ཕྱོགས་རྒྱལ་ཁབ་ནག་ལོག་ལ་ཡ། ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ཨ། ཨེ་ནི་རྒྱ་ནག་ནང་ལ་ཆ་བཞག་ན་དེ་རི་ཀེ་ས། ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་འགྲོ་བསྡད་ཀྱི་འདུག་ཨ། ཅེས་ང་རེ་རྒྱ་ནག་ལ་ཅིག་ཡོང་རོགས་ཞེས་ཟེར་ནས་ཟིང་ངེ་དེ་འདྲའི་མང་པོ་ཡོང་བསྡད་ཀྱི་འདུག་བྱས་ཙང་ཀ་སངས་རྒྱས་ཀྱི་ཆོས་འདིས་ང་རང་ཚོ་དེ་རི་ཀེ་སའི་དུས་ཚོད་ལ་ཡ། ཀོ་ཕི་ཀེ་ཞི་ནེ་ཀེ་གྲོག་ཧོར་བདེ་ཡག་ཁ་ཆེ་གཅིག་གི་ཞག་སྲིབ་དེ་ཡག་འདུག་སུ་སྨོན་ཡོང་གི་ཡོག་རེད་དེ་འདྲའི་ཡིན་དུས་ད་ང་རའི་ངོས་ནས་ཆ་བཞག་ནས་སྟོན་པའི་ཞབས་འདེགས་སྒོ་གང་ས་ནས་ཧུར་ཐག་པ་དག་སྒྲུབ་གི་ཡོད། ད་ག་འདུས་པའི་འདུས་སོ་ཅི་སྣང་ཚུལ་ཡིན་ནས། ག་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ། རིགས་པའི་ཐོག་ནས་བསམ་བློ་གཏོད་ཡང་ཡོད་བསྡད་པ། རྒྱུད་ལ་སྦྱར་དུས་རྩ་ནས་སེམས་ཞི་དུལ་ཆགས་ཡག་གི། ཕན་ཐོགས་ཡོད་བདེ་བ་གཅིག་གིས་ད་ག་ཟེ་ཅིག་གི་སྨོན་ལམ་ཚིག་སྐམ་པོ་བརྒྱབ་བདེ་བའི་བཟོ་བྱེད་མ་རེད་ཀོ་དངོས་ན་དྲང་གནས་ཀྱི་སེམས་ལ་འགྱུར་བ་བཏང་ནས་དེ་འདྲེ་གི་ཐོག་ནས་སེམས་ཀྱི་ཞི་བདེ་བཟོ་ཡག་ཀོ་ཐུ་མོ་མ་ཡིན་པ་གཅིག་གི་འདུག་ག་ཡི་གེ་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ནས་འདི་འདྲིའི་གྱི་ཅིག་དད་པ་བྱེད་ཤེས་པ་གཅིག་གོ་མ་ཡིན་པ་ཁོ་ར་ཁམས་བདེ་གཤེགས་སྙིང་པོ་ཟེར་ཡ་འདི་ཅིག་རྒྱུ་བ་བཏང་ཡ་དེ་ཚོའི་གྲས་དེ་ཐུན་མོང་མ་ཡིན་པ་ཅིག་རེད་ཤག་མདང་དཔལ་ཆོས་ཀྱི་འགྲོ་སྟངས་འདི་ཡག་པོ་ཞུ་བཞི་འདུག་ཚེ་ཚང་ང་རའི་ངོས་ནས་ཆ་བཞག་ན་བཅོམ་ལྡན་འདས་ཀྱི་ཨེ་ནི་རྗེས་འབྲང་གི་དགེ་སློང། གཅིག་ཉིན་ལན་གསུམ་མཚན་བླངས་གསུམ་གང་ལྟར་གཅིག་གིས་སྐྱབས་སུ་འགྲོ་བའི་ཐོག་ནས། བཅོམ་ལྡན་འདས་ཀྱི་རྗེས་འབྲངས། རྣལ་མ་ཅིག་བྱས་ནས་བའི་བསམ་བློ་ཡང་སྤོབས་པ་སྐྱེ་ཡག་རེ་ཅིག་འདུག་བྱེད་བསྡད་ཀྱི་ཡོད། ཞོགས་ཀ་ཡང་ལག་མོ་བཏགས། བྱང་ཆུབ་ཀྱི་དགེ་སློང་ཡིན་བསམ་པའི་འདུ་ཤེས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་བསྒོམ་ཡག་དང། སྟོང་ཉིད་བསྒོམ་ཡག་གཉིས་པོ་དེ་ཉིན་ལྟར་རེ་ཞིག་ཡང་ཞོགས་ཁས་བླངས་པ་དག་བསམ་བློ་གཏང་གི་ཡོད། ཁོས་སེམས་ལ་ཡང་དངོས་གནས་ཤིག། སོ་སོ་སོ་སོ་སོ་པའི་གདེང་ཚོད་གཉེར་ཡར་ཅིག་ཡོང་བསྡད་ཀྱི་འདུག་ཨེ་ད་ཡིན། བཀྲ་ཤིས་བདེ་ལེགས། ཐུགས་ཆེ།